མོན་གྷོ་ཟེར་ཡ་དེ་ད་ཀ་ཏུར་ཁང་སྲུང་རེད་ད་ཀ་ན་ཞིང་འབྲུག་དང་ཅི་དང་རེད་ད་ཀ་ན་ཡང་ཨོར་ན་ཆོལ་རྟ་དབང་ཁུལ་ནས་ཕེན་གེ་འགྲོ་བྱེད་ཡིན་པ་ཡིན་ན་དཔེར་ན་སྦག་རོ་ར་ནས་སྦེང་ལོར་བར་དུ་གནམ་གྲུ་ནང་ལ་ཕེབས་ཡིན་ན་ཆུ་ཚོད་གསུམ་འགོག་རེད་སྦེང་ལོར་ནས་ཧུ་པ་ལི། དེའི་བར་དུ་སུ་གཙོས། དྲུག་དང་ཕྱེད་ཀ། ཨ་ནི་ཧུ་བ་ལི་ནས་མོན་ཀོད། དེའི་བར་དུ། མོ་ཏྲའི་ནང་ལ་ཡག་ཆུ་ཚོད་གཅིག། ད་སྐར་མ་གཉིས། ད་སྐར་མ་གཉིས་ཡོད་ཤོག་རེད་པ། དེ་ཡིན་དུས་ཀ་ལ་ཡག་ཆུ་ཚོད་གཅིག། ད་དེ་ནི་མོན་ཀོད་དེའི་ནང་ལ་ཡག་ད་བོད་པའི་གཞིས་ཆགས་ཡོད་རེད། བོད་པའི་གཞིས་ཆགས་དེ། འོ་ད་དེ་ནི་ང་རང་ཚོའི་མོན་གྷོ་གཞིས་ཆགས་དེ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་གི་ལོ་ལ་ཡ། ཆགས་ལྟ་བུ་ཞིག་ཆགས་ཡོད་རེད། ད་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་གི་སྤྱི་ཟླ་དྲུག་པའི་ཚེས་དྲུག་གི་ཉིན་མོ་དེ་ལ་ཡ། སྦེང་ལོར་ལ་ཡང་ཨན་ནི་གཞིས་ཆགས་གསར་འཛུགས་བྱེད་རྒྱུའི་ལས་གཞི་དེ་འགོ་བཙུགས་གནང་བཞག་ཨན་ནི་ས་གནས་གཞུང་གི་དེ་དུས་སྐབས་ལ་ཡང་ས་ཆ་ཨེ་ཀར་བཞི་སྟོང་ཐམ་པ་གནང་ཡག་གི་ཞལ་བཞེས་གནང་བཞག་ཨན་ནི་མི་གྲངས་བཞི་སྟོང་ཐམ་པ་ཨན་དེ་ལ་ཡང་གནས་སྤོ་བྱེད་ཡག་གི་ཨན་ནི་གར་སོང་རེད་ད་འགྲོ་སོང་དང་ཇི་དག་གི་ཆེད་དུ་ད་ཧིན་སྒོར་དེ་དུས་གང་ལ་ཡང་བྱེ་བ་གཅིག་དང་འབུམ

ཨེ་ནི་དྭངས་ཞབས་རྣམ་པ་ཚོགས་ཀྱིས་ད་ལྟ་དྲན་རྟེན་གྱི་ཆེད་དུ་མཆོད་རྟེན་ཅིག་འདུག་བཞེངས་གྲུབ་གནང་ཤག་ཨན་ད་ག་ནང་བཞིན་གྱི་དེའི་ནང་ལ་ཡག་འོ་ད་ཅིག་གི་དྭངས་ཞབས་རྣམ་པ་ཚོའི་ཚོགས་ཁང་དང་ཟ་ཁང་དང་ཅི་ད་འདུག་ཆས་གནང་ཤག་ཨོ་གཡོན་ཕྱོགས་ཀྱི་ད་ལྟ་མཆོད་རྟེན་འདི་སྤྱི་དང་ཁོང་རྣམ་པ་ཚོའི་དྭངས་ཞབས་རྣམ་པ་ཚོས་ཀྱི་ད་དམིགས་བསལ་གྱི

དང་གཅིག་སྟོང། གཅིག་སྟོང་མ་རེད་ཉིས་སྟོང་ཉི་ཤུ་དང་ཉིས་སྟོང་ཉི་རྩ་གཅིག་དབར་ལ་ཡང་རྒྱ་དཀར་ནག་གཉིས་ཀྱི་དཔར་ལ་ཡང་འཁྲུག་འཛིང་སྐབས་ལ་ཡང་ཁོང་རྣམ་པ་ཚོས་དེ། ག་ལ་ག་འཚམ་ག་ལ་ག་འཚམ་གྱི་ད་ཞབས་འདེགས་རླབས་ཆེན་གྱི་ཞུས་བཞག་པ་འོ་ད་དཔང་རྟགས་གསལ་པོ་ཡོད་རེད།

ཨ་ནི་མོན་གྷོ་གནའ་ལ་ཡ་ད་སྔོ་ནའི་དྲ་གནས་ཀྱི་དག་གཅིག་གི་ང་རག་ཚོ་ཆོས་བརྒྱུད་ཁག་གི་གྲ་ཚང་ཁག་མང་པོ་ཐུག་ས་སྐྱེ་ཀ་ཉིན་རི་བ་འོ་དེ་གྲ་ཚང་ཁག་མང་པོ་ཐུག་དེའི་ནང་ནས་དམིགས་བསལ་གྱི་དེ་ལ་ཡ་ད་ང་རང་ཚོའི་དགེ་ལྡན་པའི་དག་གཅིག་གི་གར་སོ་བ་དགོན་དེ་ཆེ་ཁག་ཡོ་རི་བ་གདན་ས་ཆེ་ཁག་འབྲས་སྤུངས་དང་དགའ་ལྡན་དེ་ཡོ་རི་དེ་ཡིན་དུས་གང་ལ་ད་དེའི་རྣམ་པ་ཚོ་ཟིག་དེ་ཟིག་བཞིན་པ་དེ་ཨ་ནི་འབྲས་སྤུངས་གི་དགོན་དེ་གཅིག་ཆགས་དེ་ཡོ་རི། ཨོ་དེ་ཡིན་དུས་སྐབས་ལ་ཐག་ང་རང་ཚོའི་ཁར་སོ་རེད་ད། སྔོན་མ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་གཞུང་ཆེན་བཀའ་པོད་ལྔ་ལ་ཡ་སློབ་གཉེར་དང་སྦྱང་བརྩོན་བྱེད་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཅེས་ཆེས་དུས་དང་རྣམ་པ་ཀུན་ཏུ་ནས་ཨན་སྤྱན་རས་གཟིགས་མི་ཤེས་གཟུགས་བྱོན་ཏེ་བཞག་པ་གངས་ཅན་བོད་ཀྱི་ལྷ་རྒྱལ་མཆོག་གིས་དུས་དང་རྣམ་པ་ཀུན་ཏུ་གསུངས་པ་ནང་བཞིན་གྱི་ཨན་དེ་ལ་ཡ་ད་དངོས་གནས་དྲ་གནས་ཀྱི་སློབ་གཉེར་བྱེད་ས་འདུག། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆིག་སྟོང་དགུ་བརྒྱ་དགུ་བཅུའི་ནང་ནས་ད་དངོས་གནས་དྲ་གནས་ནང་ཆོས་འདི་དེང་དུས་ཚན་རིག་དང་མཐུན་པ་ཅིག་ཕན་ཚུན་ད་སྦྱང་བསྡུར་གྱི་ཐོག་ནས་སློབ་གཉེར་བྱེད་དགོས་བཀའ་གནང་བ་ནང་བཞིན་གྱི། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུའི་ལོ་ནས་ཨན་དར་བྷེས་ལ་དཔེ་མཛོད་ཁང་ནས་དམིགས་བསལ་ཐུགས་ཁུར་ཆེན་པོ་གནང་བྱས་ནས་ཟབ་སྦྱོང་དང་དེ་འདྲས་འགོ་བཙུགས་པ་རེད། སྟོང་བཅུ་གསུམ་གྱི་ལོ་ནས་ཨན་དེ་ལི་ཡ་དམིགས་བསལ་གྱི་ཁ་གསོ་རེ་དང་ཆོས་རིག་ལས་ཁུངས་རེ་དང་ནང་བཞིན་བོད་ཀྱི་དཔེ་མཛོད་ཁང་གིས་ཐུགས་ཁུར་ཆེ་བསྐྱེད་ཀྱི་ཐོག་ནས་དགོན་སྡེ་ཁག་ཆེ་ཁག་ལ་ཡ་ཨན་ནི་དེང་དུས་ཀྱི་ཚན་རིག་གི་ཟབ་སྦྱོང་དང་ཨན་སློབ་ཁྲིད་དེ་གས་དེ་དབུ་འཛུགས་གནང་བ་རེད།

ནང་པའི་སྒོམ་སྒྲུབ་དང་ད་ག་ནང་བཞིན་གྱི་གདེང་ཚོད་ཚན་རིག་གི་བསྟི་གནས་ཁང་ཅིག་ཆགས་ཡོད་པ་རེད། ད་ག་ནང་བཞིན་གྱི་ཚན་རིག་མཁས་པ Albert Einstein གྱིས་གསུངས་པ་ཞིག་བཟུང་བྱས་པ་ཡིན་ན Only religion that can go parallel with modern science is Buddhism གསུངས་པ་ནང་བཞིན་གྱི་དངོས་གནས་གདེང་ཚོད་ཀྱི་ཚན་རིག་དང་མཐུན་པ་ཅིག་གིས་ཨ་ནི་ཆོས་འདི་ནང་པ་ཆོས་འདི་རེད་ཤག་ཟེར་ཡག་གི་གསུངས་ཡོད་རེད། ད་དེ་འདྲ་ཡིན་དུས་ག་ལ་ཡག། སྔོན་ནས་འདི་སྐད་དེ་ང་རང་ཚོས་གཏན་གཏན་རང་བརྟགས་ཤིང་ཤེས་བྱ་ཞིག་ཕྱིན་པ་ཡིན་ན། འཁོར་བ་དེ་སྡུག་བསྔལ་གྱི་རང་བཞིན་ཡིན་པ་དེ་དངོས་སུ་རྟོགས་རོགས་ཡ་ཅིག་བྱ་འདོད་རེད། དེ་འདྲ་ཡིན་དུས་ག་ལ་ཡ། ད་འདི་སྐད་དེ། ཨན་དེང་སང་ཚན་རིག་པས་ཡིན་པ་ཡིན་ནའི་ད་ག་རང། ག་ལ་གང་འཚམ་ཁས་བླང་གི་ཡོད་རེད། ད་རེ་མེད་རེ་མེད་འགྲོ་གི་ཡོད་རེད་པ། ཚན་རིག་པས་ཅི་སྟངས་ང་རང་ཚོའི་སེམས་ཟད་དེ།

ཨོ་ད་ཞར་ལག་ཆོད་ས་ལ་ཡོད་དོ་ད་དེ་རྣམ་པ་ཚོས་ཟིན་ནང་དང་སྔོ་སྣེ་ཁྲ་སྣེ་གི་བསླབ་པ་བརྒྱན་པ། དགེ་བའི་བཤེས་གཉེན་རྣམ་པ་ཚོ་གསོལ་ཚིགས་ཆོས་དང་ཆོས་བཞིན་པའི་སྐབས་དེར་རེ་བཞག་ལ་སོགས་དེ་རྣམ་པ་ཚོ་ཡིན་པ་ཡིན་ན་གསོལ་ཚིགས་གཉེར་པོ་གནང་དགོས། ད་ང་རང་ཡིན་པ་ཡིན་ནས་ཞར་ལག་གཏད་སོ་ཞུ་ཡིན་འདུག་ལ་སོགས་དེ་ཚང་མ་ཐམས་ཅད་གསོལ་ཚིགས་གཉེར་པོ་གནང་དགོས། འོ་ད་དེ་ནི་འདུ་ཁང་ཆེན་པོ་ད་ང་རང་ཚོའི་ཨ་ནེ་མོན་གྷོ་ནང་ལ་ཡོད་དེ་ཞབས་པད་ཨ་ནེ་དགའ་ལྡན་དང་འབྲས་སྤུངས་ཀྱི་འདུ་ཁང་ཆེན་པོ་གཅིག་ཆགས་ཡོད་རེད་དེ་འདིའི་ནང་གི་ད་དེ་འཆར་གཞི་རེད་ཐོག་མར་འཆར་གཞིའི་སྐབས་ཀྱི་སྒྲོམ་གཞི་དེ་རེད་ད་དེ་ཆ་ཚང་བ་ཨ་ནེ་ལེགས་གྲུབ་ཟིན་པའི་རྗེས་ལ་ཡ་ཨ་ནེ་རྣམ་པ་ཚོས་ཟེར་གྱི་རེད་ཨ་ནེ་དེ་སྐུ་ཕྱག་གསུམ་གྱིས་སྤོ་གི་ཡིན་འདུག།

ཡོད་སའི་ས་ཁུལ་དེ་གས་རེད་ཡ། ཨེ་ནས་སོ་སོའི་ཁར་སོ་རེད་འཚོ་བ་སྐྱེལ་ཐུབ་པ་ཡིན་ན་དཔེ་མི་སེ་ཡག་པོ་ཞུ་རག་རེད་ཤག། ད་ག་ནང་བཞིན་གྱི་ཆོས་གོས་གསུམ་གྱི་ངོར་མིག་སྒར་གྱི་རྣམ་པ་རོལ་བའི་ཐོག་ནས་ཆོས་གཤའ་མ་ཅིག་བྱས་ཐུབ་པ་ཡིན་ན་ད་རྩེ་ཕུད་རུ་བ། དེ་འདྲ་ཡིན་དུས་གང་ལ་ཡག་ང་རང་ཚོའི་མི་ལུས་རིན་པོ་ཆེ་ཟེར་ཡ་དེ། དེ་བ་བརྒྱད་དང་སྦྱོར་བ་བཅུ། དེ་བ་བརྒྱད་ལ་ཡང་ནི་དེ་གོམས་མེད་པ་བརྒྱད་ལས་བཟློག་པ་ཡིན་ན་དེ་བ་བརྒྱད་བྱ་དགོས་བར་པདྨ་ཆོས་རྗེས་དུས་དེ་གོམས་མེད་པ་བརྒྱད་དེ་དམྱལ་བ་ཡི་དྭགས་དུད་འགྲོ་དང་ཀླ་ཀློ་ཚེ་རིང་ལྷ་དང་ནི་ལོག་ལྟ་སངས་རྒྱས་ཀྱིས་སྟོང་པ་ལྐུགས་པ་དེ་དག་མི་གོམས་བརྒྱད་ཟེར་གསུངས་པར་བའོ་དེ་ནང་བཞིན་གྱིས་ད་དེ་ནས་སྦྱོར་བ་བཅུ་ཟེར་ཡོང་དུས་གང་ལ་ཡའོ་རང་སྦྱོར་ལྔ་དང་གཞན་སྦྱོར་ལྔ། རང་སྦྱོར་ལྔ་ལ་ཆ་བཞག་གིས་ན་མི་གཉིས་དབུས་ཀྱི་དབང་པོ་ཚང་ལས་ཐ་མ་ལུང་གནས་ལ་དེས། གཞན་སྦྱོར་ལྔ་ལ་ཆ་བཞག་གི་ཡིན་ནའོ། བདག་སངས་རྒྱས་འཇིག་རྟེན་དུ་བྱོན་པ་དེས་ཆོས་བསྟན་པ་དེས་བསྟན་པ་གནས་པ་དེའི་རྗེས་སུ་བཅུག་པ་གཞན་ཕྱིར་སེམས་ནི་བརྩེ་བའོ་ཟེར་ཡ་ལ་སོགས་པ་དག་དེ་འདྲས་ཀྱི་གང་དག་དེ་བ་བརྒྱད་དང་སྦྱོར་བ་བཅུ་ཚང་མས་མི་ལུས་རྟེན་བཟང། ཐོབ་ཚ་དུས་གང་ལ་ཡ། དངོས་གནས་དྲ་གནས་ཀྱི་དག་ཆོས་གཤའ་མ་ཅིག་བྱེད་དགོས་ཀྱི་ཡོད་རེད། ཚེ་དང་སྤྲུལ་པ་ཉམས་པ་ཅིག་བྱེད་དགོས་ཀྱི་ཡོད་རེད་དེ་འདྲས་བྱེད། དགུ་དུས་ཡག་ཤོས་དེ་ད་དངོས་གནས་དྲ་གནས་ཀྱི་དགེ་བའི་བཤེས་གཉེན་གྱིས་ཡོངས་སུ་བསྐོར་ཡོད་པ། བསླབ་པ་སློབ་གཉེར་བྱེད་སའི་ཁོར་ཡུག་དང་ལྡན་ཡོད་པ། ད་ཁོར་ཡུག་དང་ལྡན་ཡོད་པ་ཟེར་དུས་གང་ལ་ཡག་ལེགས་པར་བསྙད་དང་གནས་བཟང་དང་ས་བཟང་བ་དང་གྲོགས་བཟང་བ་ཟེར་ཡག་བྱོས་བ་ཧོ་དེ་ནང་བཞིན་གྱི་ད་པདྨའི་སེ་བས་ད་མ་ནི་མོན་གོར་དེ་པདྨའི་སེ་དངོས་གནས་དྲ་གནས་ལྷ་ཡུལ་མི་ཡུལ་དུ་འཕོས་པ་ནང་བཞིན

འོ་ད་དེ་ལས་མ་བྱུང་བ་ཡོད་མ་རེད་བ། དེ་འདྲ་ཡིན་དུས་ང་རང་ཚོས་ཆོས་གང་ཐུབ་བྱེད་དགོས་དེ་གནད་འགག་ཆེན་པོ་ཞུ་བྱེད་རེད། ད་ད་ལྟའི་གངས་ཅན་བོད་ཀྱི་ལྷ་སྐྱེས་འཇིག་རྟེན་གྱི་མགོན་པོ་དགོངས་པའི་མགར་གྱི་རྣམ་པ་རུ་བ། ལྷ་རྗེ་སྲིད་ཞིའི་གཙོ་རྒྱན་གོང་ས་བླ་མའི་རྣམ་འདྲེན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་སྤྱན་རས་གཟིགས་མིའི་ཤ་གཟུགས་སུ་དངོས་སུ་བྱོན་བཞག་པ། གངས་ཀྱི་ས་ནས་ཨ་ནི་དུས་གསུམ་གྱི་སངས་རྒྱས། སངས་རྒྱས་པའི་གནས་ཁྱད་པར་དུ་འཕགས་པ་རྣལ་འབྱོར་རྡོ་རྗེ་གདན་ལ་ཡ། ཨ་ང་རང་ཚོའི་ཆོས་ཞུ་བ་གི་གོ་སྐབས་རག་པ་རེད་ད་དེ་ཚོ་སྐྱེས་པ་བཟང་པོ་ཤུགས་ཆེ་རེད་ད། སངས་རྒྱས་ཁོང་ལྟ་བུ་བཞུགས་པའི་སྐབས་དེ་སྐྱེས་པ་དག་རང་གི་སྐྱེས་པ་བཟང་པོ་རེད། སྐྱེས་པ་ཙང་མ་ཟད་པའི་ཁོང་གི་ས་ནས་ཆོས་ཞུ་བས་རག་པ་དེ་གོ་སྐབས་བཟང་པོ་ཤུགས་ཆེ་རེད། ཆོས་ཞུ་བས་རག་པ་ཙམ་མ་ཡིན་པ་འདིའི་ཐོག་ལ་ཡ་སོ་སོ་གང་ཐུབ་ཅི་ཐུབ་ཀྱི་ཉམས་ལེན་བྱས་ཐུབ་ཡ་རག་པ་དེ་ཨ་ནི་སྐྱེས་པ་བཟང་པོ་ཞེ་དྲག་རེད། ཆོས་དང་གྲུབ་པ་ཉམས་པ་ཅིག་ཨ་ནི་བྱས་ཐུབ་ཀྱི་ཡིན་ཨ་བསམ་པའི་སེམས་ཐག་ཆོད་པའི་ཐོག་ནས་སོ་སོས་བྱས་ཐུབ་པ་ཡིན་ན་དཔེ་མི་སྲིད་པའི་སྐྱེས་པ་བཟང་པོ་རེད། མི་ལུས་ཀྱི་ཐོབ་ཚ་དུས་གང་ལ་ཡ། ཚེ་ཕྱི་མ་ངས་དད་རྟེན་རིམ་བརྒྱུད་ཀྱི་ཐོག་ནས་རྣམ་མཁྱེན་རྒྱལ་བོའི་གོ་འཕང་ཐོབ་རྗེས་ཀྱི་གདེང་འགྲོ་བ་ཅིག་ཡོད་ཨ་བསམ་པའི་དེ་འདྲས་ཅིག་གདེང་ཡོད་པའི་ཐོག་ནས་འཆི་ཐུབ་པ་ཡིན་ན་ཨ་ནི་སྐྱེས་པ་བཟང་པོ་རེད་ལ།

ཚན་རིག་ལྟེ་གནས་ཁང་ཆེ་ཆགས་ཡོད་པ་དང་དེ་ལྟ་བུ་རྒྱ་བོད་དོན་གྱི་བདག་པོས་ཐུགས་བཞེད་རླབས་ཆེན་གྱི་ཐོག་ནས་གདེང་བསྟོད་ཚན་རིག་དང་མཐུན་པའི་ཐོག་ནས་ཨན་ཆོས་ཐོག་ལ་ཡང་འགྲོ་བ་མི་ལ་ཕན་ཐོགས་སྒྲུབ་ཐུབ་ཡག། ད་རྣམ་པ་ཚོ་མཆོད་མཇལ་ལ་ཕེབས།

ཚང་མ་ཐམས་ཅད་སྨོན་ལམ་བཏབ་གནང་ཞོག་ད་ང་རང་ཚོ་ཚང་མ་ཨེ་ནི་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་མི་ཤེས་གཟུགས་སུ་བྱོན་ཏེ་ཞེས་པའི་སྐབས་འདི་ཡང་ཨེ་ནི་འཚོ་ཞིང་གནས་ཐུབ་པ་འདི་ང་རང་ཚོ་སྔོན་མ་སྔོན་མ་གི་བསགས་བཞག་པའི་ཨེ་ནི་བསོད་ནམས་ཀྱི་འབྲས་བུ་ཅིག་ཆགས་ཏེ་ཡོད་རེད།